ཁྱིམ་ན་ལོ་ལོ་མི་འདོད་ནས་དེ་མོ་ཡོད་ཀྱི་མ་རེད། ཨ་ཡོད་ཀྱི་མ་རེད། རེད་དྲན། ང་གྲོང་ཁྱེར་ན་བསྡད་ལོ་ནོ་ལྟ་གི་ད། གྲོང་ཁྱེར་གི་སྣང་ཚུལ་ལ་ལ་རིག་ན། ད་ཡིད་ལ་སྐྱོ་ནས་སེམས་མི་སྡུག་ནས་གི་གནས་ཚུལ་མང་པོ་ཟིག་ད་བྱུང་གི། མང་པོ་བྱུང་ནོ་གང་རེད། དུས་མིན་ན། གྲོང་ཁྱེར་དུ་གི་ཁང་ཁྱིམ་དེ་ན་བསྡད་ལོ་ནོ།

ལོ་ལོན་དགའ་དགའི་སྒྲ་རྣ་སྙོམས་ཨ་ན་མ་ན་འབྲོག་པའི་སྡོད་གནས་ཧ་ཅང་གི་ད་ཉུང་གི། འོན་ཀྱང་གྲོང་ཁྱེར་ལྷ་ས་ལ་སོགས་པ་ལ་སོང་ན་ལོ་ལོན་དགའ་དགའི་ཚིག་འབྱོར་གི་ཡོད་ན། དེ་ག་ནས་སྐྱུ་རིའི་འབྱོར་ནས་ཁྱི་རིའི་འབྱོར་ན་ཟིག་ཡོད་ནོ་མ་གཏོགས་པར། ལོ་ལོན་ཁི་མ་ཟིག་ད་འདའ་ར་ར་འགྲོ་གི་ནོ་སྤྱིར་བཏང་གི་མེད་གི། ཡོད་ན་ད་ཁུ་ཆུང་འདྲ་མོ་ལོ་ལོན་དགའ་དགའི་ཆ་རེད་ད། ངར་ལྕགས་འཐུང་གི་འགྱོ་ནི་སྐོར་ར་རྒྱག་གི་འགྱོ་ནི་ཤག་ཚ་གི་འགྱོ་ནི་དེ་མོ་ཆ་རེད་ཁུ་ཆུང་མཉམ་དུ་འགྱོ་ནི་ཡོད་གི་དེ་ན་མ་གཏོགས་པར་ད་ལོ་ལོན་བདག་མེད། དེ་གའི་འགྱོ་ད་མེད་གི། དེ་ཡིན་དབང་གི་ད་དེང་སང་ན་གཞོན་མང་པོ་ཟིག་གི་ད། སྤྱིར་རང་ཉིད་ལ་བཟའ་ཟླ་ཡོད་རང་ག་བྱ་ཡིས་ཡོད་དེ་ཡི་དཀའ་བ་ད་རང་ཉིད་བློས་བློ་འགྱེད་ཡོད་ནོ་ཟིག་ར་རང་ཉིད་མ་འོང་བ་ན་སྒུག་ཁང་ཁོག་པ་ལུས་པོ་ཡང་རྐང་བ་གི་ཁུར་མི་ཐུག་ནི་གི་ཚད་ཅིག་སླེབས་རྒྱུ་ཡོད་ནོ་ཤེས་གི་མེད་གི་ཨ་ཤེས་གི་མེད་ད་ཨ་ཕ་ཨ་མ་ད་ཁུར་བོ་ར་ཨ་ཕ་ཨ་མ་ད་བཟའ་ལག་ར་ཨ་ཕ་ཨ་མ་ད། ཁྱིམ་ཚང་འདི་གི་འབྱོར་རྒུའི་ར་འགའ་འཁུར་བཅུག་གི་བསམ་སྦྱོར་མ་གཏོགས་འཇིག་རྟེན་འདི་ཉིད་ཀྱི་བསོད་ནམས་གསོག་ས་གི་ཞིང་ས་དམ་པ་ར་རང་གི་ལུས་སྟེང་ཁྱད་འཕགས་སྤྲིན་པའི་སྤྲིན་ཆེན་ཡིན་པ་ད་འུ་ཅི་ཤེས་གི་ཡོད་མ་རེད། སྤྱིར་འཇིག་རྟེན་ཁམས་འདི་ན་རིན་པོ་ཆེ་ཟེར་ནི་དང་སྤྲིན་པོ་ཆེ་ཟེར་ནི་གཉིས་ཡོད་དེ། རིན་པོ་ཆེ་ཟེར་དགོས་ན་གསེར་དངུལ་གཡུ་ཕྱིར་མི་མི་མི་ཏིག་ལ་སོགས་པ། ཉུང་བ་ཉུང་བའི་དབང་གིས་དཀའ་བ་དཀའ་བའི་དབང་གིས་དཀོན་པ། འདི་དག་རིན་པོ་ཆེ་རིན་པོ་ཆེ་རེད་དེ་འདྲ་རིན་པོ་ཆེ་དཀོན་སོང་ནི་རེད་དཀའ་སོང་ནི་མ་གཏོགས་ཡོད་རྒྱུ་ཡོད་ནི་རེད་དེ་ནམ་ཞིག་གི་དུས་སྒོར་མོ་ཡོད་པའི་སྐབས་ལ་ཁྱེད་རླངས་འཁོར་དངུལ་རིན་མ་ཉུང་བ་ཉོ་མི་ཐུབ་པ་ར་སྒོར་མོ་འབུམ་གཏེར་འབུམ་གཏེར་ལག་ལ་ཡོད་དུས་ད་ཚོད།

རང་ག་ཡོད་པ་ག་རྒྱུ་ནོར་ཐམས་ཅད་སྤུངས་གཏོང་ན་ར། འཇིག་རྟེན་ཕྱི་མའི་ཡིད་ལ་ཕེབས་བུ་སོང་གི་ཕ་རྒན་ཡོང་སྲིད་ནི་མ་རེད། འཇིག་རྟེན་འདི་ན་མེད་པའི་ཨ་མ་རྒན་མོ་ད་ཡང་སྤྱིར་ཆུ་འདི་ན་ཡོང་ཐུབ་ནི་མ་རེད། འདི་ད་གྲུམ་བུ་ཆེ་རེད། ཨི་ཆུ་འདི་ནས་ལུས་རྟེན་འདི་མོ་ཟིག་སྐྱི་མཁན་ཡོད་ནོ།

ཨོ་ཡ། ངའི་ཕ་མ་དེ་ཡང་ཆ་རྐྱེན་ཞན་རུང་ར་འགའི་ཕ་མ་དག་གིའང་དེའི་ལྟར་གཉོར་མྱོང་ནི་རེད། ཨོ་ཡ། གཞན་གྱི་ཞལ་ཡི་གཉོར་སྒོ་ནི་ལྟོས་རེད་ད། རང་ག་ར་དག་གི་ཕ་མ་གིས་གཉོར་མྱོང་ནི་རེད་འདོད་མོད་ད་རང་གི་མཚན་མ་རྒྱུན་དུ་དྲན་གི་འདུག་ཨ་དྲན་གི་འདུག་སྤྱིར་ང་རང་ཉིད་ལ་མཚོན་ན། ཕ་མ་གི་དྲིན་ལན། ཆེ་པོ་འཇལ་ཚོང་ནི་དེ་མོ་ཟིག་མི་འདྲ་ད། འོན་ཀྱང་མྱི་ཚེ་གཅིག་པོའི་ནང་ནས། ངའི་ཕ་མ་སྐད་ཆ་ཚིག་ངན་པ་གཅིག་ཀྱང་བཤད་མ་མྱོང།

ནག་ནག་ཤི་ར་ཨ་ཕ་ཨ་མ་མི་དགའ་གི་དེ་ཡིན་ནོ། བྱ་ཡི་དེ་དག་གི་སེམས་ཁམས་ར་ལོ་ལོན་དེ་དག་གི་སེམས་ཁམས་བ་ན་ད་གཅིག་མཐུན་འཛིག་ར་འདྲ་གསུམ་འཛིག་ད་གི་ཆོ་ཡོད་དང་ཨ་ཡོད་དང་དེ་ཡོད་ནོ་ད་གི་ད་ཁྱིམ་ཚང་གི་ནང་ན་ལོ་ལོ་འཛིག་ཡོད་ན་ཨ་མའི་དེའི། རང་གི་ཧ་རང་གི་བུ་རྒྱུད་ཀྱི་བྱུང་རབས་ར་ལོ་རྒྱུས་དེ་རང་ཚིག་ཀ་གཅིག་བཤད་སྣང་བརྙན་ཚིག་ཀ་གཉིས་བཤད་སང་བརྙན་ཚིག་ཀ་གསུམ་བཤད་ལེ། ད་བཤད་ཡི་དེ་ཉན་ན་མི་འདོད་ན་ར་ཡང་ར་ཨོར་གི་ཡང་ར་ཨོར་གི་སྐད་ན་ཨོ་ཨི་བུ་ཡོང་ས་ད་ག་རེད་འདི་རེད་ཨོ་ཡ་ཨ་མ་གི་ཨ་མ་གླང་རྒྱ་གི་རེད་ཨོ་ཨ་ཕ་གི་ཨ་ཕ། ད་ཡང། ང་རྒྱ་བོད་གང་གི་རེད་ཟེར་གྱིས་ན་ཡང་ན་ཞོ་འཕོང་ཞིག་གི་རེད་ཟེར་གྱིས་ན་དུས་ན་ད་ཨོ། ང་ཡང་ཞོ་འཕོང་ཞིག་ཡང་འབྲེལ་བ་ཡོད་གི་རྒྱ་བོད་གང་ཡང་འབྲེལ་བ་ཡོད་གི་དག་ཤེས་ཀྱི་རེད་ལ། ཡང་ཨ་མ་གི་ཡང། རང་གི་ལྟར་རོ་མི་རབས་ནས་མི་རབས་ལ་རྒྱུས་ལས་ཡོང་ནོ་གི། ས་མ་བཅའ་ལུགས། གོམ་པ་གོན་ལུགས་རྒྱན་ཆ་འདོགས་ལུགས། དུ་ལྟ་བུ་ཡང་བུ་དང་བུ་མོའི་ཚ་བོའི་ཚ་མོ་ལ་ལྷམ་ན་དུ་སྐོམ་མཁན་ཚིག་ཡོད་གི། ནང་གི་སྲོག་ཆུ་དྭངས་ཤིང་ན་གཞོན་མང་པོ་ཞིག་ཕྱི་ལ་སྒོར་མོ་བཙལ་གི་བུད་འགྱོ། གཞུང་གི་ལས་ཀ་ལས་གི་བུད་འགྱོ། རེད་དྲ་ར་ཁྱིམ་ན་ཁྱིམ་སྲུང་ཟིག་ཡོད་གི།

དུ་ལོ་ལོན་འདྲེ་ལ། ཨ་ལོ་ལོན་འདྲེ་ལ། རྒྱུ་མཚན་དེ་དག་གི་འང་གི་ད། སྤྱིར་ཕ་མ་རྣམས་ཀྱིས་ད་ལྟ་ངན་ལྕགས་རྣམས་ཀྱིས་མ་འོངས་བར། ངན་ལྕགས་ཚང་མ་ཡང་མ་འོངས་པ་ན། ཕ་མ་དགའ་དགའི་འདི་དང་འདྲ་བར་ལུས་འདའ་ར་ར་རྒྱུ་པ་གུ་གུའི་རིགས་འབྱུང་དགོས་ནོ་ར། སྲིད། མ་ལ་མ་ཡི་ལི་ཉིལ་སྒོ་ནུག་སྐབས་ཚིག་ཐོན་གྱི་ཡོད་རེད། དེས་ན་ཁྱིམ་ཚང་གང་ན་ལོ་ལོན་ཡོད་ན་གཞོན་ནུ་རེད་ཁྱིམ་ཚང་གང་ན་ལོ་ལོན་ཡོད་ན་བདེ་སྐྱིད་རེད། ད་ནང་ང་ཡར་ཡོང་རིགས་ད་ཚོ་ངས་རྩོམ་འཆལ་ང་ཁ་བརྡ་དེ་མོ་རེད། ཨོ་ཡ། ཁྱི་ཆོས་སྡེ་བའི་ནང་ན། ལོ་བདུན་ཅུ་ཐམ་པ་ཡན་ཆོད་ལོ་ནུའི་ལོ་ལོན་ཆེན་མོ་ཟིག་ཡོད་ཀྱི་རེད་ཟེར། གི་གི། ཉན་ཐོག་སྡེ་བ་འདི་ཁྱེད་ནི་རེད་ཁྱིམ་ཚང་ལྔ་བརྒྱར་ཁ་ལག་ཡོད། དེས་ན་ལོ་བདུན་ཅུ་ཐམ་པ་ཡན་ཆོད་ལོ་ལོ་ནོ་ནི་ཉིས་བརྒྱ་གི་ད་ཆ་ཀྱི་མ་རེད་བོ། ལོ་བརྒྱ་ཅུ་ཐམ་པ་ལོ་ནོ་ནོ་ར་བརྒྱ་ཅུ་དགུ་བཅུ་ཟིག་ཡོད་གི་རེད་ད་ངའི་སེམས་སུ་ཨ།

དེས་ན་དེ་ལ་བརྟེན་ནས་དང་ཨ་པ་ཨ་མ་ཨ་ཁུ་ཨ་ནེ་ཨ་ཅེ་ཨ་ཧྲི་ཟེར་བ་ལྟ་བུ་བཞིན་དུ། ད་རིང་ལས་བློས་ཆེ་ནོ། རང་ང་གཉོར་སྐྱོང་བྱེད་ཐུབ་ནོ། རྒན་པ་ཆེ་བོ་དེ་ལ་ད་ཨ་མ་ཨ་ཕ་ཨ་ཁུ་ཨ་ནེ་ཨ་ཅེ་ཨ་ཞང་ཟེར་དགོས་འདུག་ན། བུ་མོ་ན་ཨ་མོ་ཟེར་གི་མེད་ག། བུ་ལ་ཨ་བུ་ཟེར་གི་མེད་ག། ན་མ།